ངས་རྣམ་ཤེས་ཀྱི། ནུས་བ་ཟིག། གཡོ་ནོ་འདི་ཚོ། ཆ་ཚང་ཟིག། ཚད་མཐོན་པོའི་ཐོག་ནས་བེད་སྤྱོད་ཡོད་ད་ལེ། དེའི་ཐོག་ནས། སྟེང་གི་བདེ་བ་སྒྲུབ་རྒྱུ་གི། མགྱོགས་ཚུལ་བ་ན་རེད། ད་དུ་མོ་ཡིན་དུས། ཧ་ལམ་ད་ནང་ཆེས་སེ་གོ་ནོ་འདི། ཤེས་ཡོན་གྱི་བྱ་བ་བྱེད་ཆོག་ནོ་ཟིག་རེད། ད་ལྟ་མོ་གཟུགས་འདི་ཚར་ཚོ། ཉག་རིགས་གཅིག་ག། གནམ་ཞིག་གི། ནུས་བ། དམིགས་བསལ་གཟུགས་བོ་དེ། ད། ངའི་གནམ་ཞིག་གི་ནུས་བ། ཆ་ཚང་བ་གཟུགས། རང་ཉིད་དང། སྤྱི་ཚོགས་ལ་ཕན་བདེ་སྒྲུབ་རྒྱུ་ཐོག་ག། བསྒྱུར་ཐོབ་འཇོག་གི། ད། ཐབས་ཤེས། གཅིག་བསྟན། ད། སངས་རྒྱས་ཀྱི་ཆེད་དེ་ལོག་འདོད་ན་རེད། མགྱོགས་ཚོད་གཏོང་གཟིགས་རེད། འུ་བཟོ། མྱི་ཚེ་སྐྱིད་སུ་ར། མ་འདྲི་ནི། ད། ཧ་ཞོག་དེ། ཅིག་སྟག་ཤང་སེ་ན་འདྲ་འདྲི་དཀོན་མཆོག་སེ་ན་འདྲ་འདྲི་དུ་མུ་ཟུ་ཟེ་ད་ལི་དེ་ལ་ཧ་ར་ཅིག་ད་སྐྱབས་སུ་བཟུང་ངེས། ད་པ་ཡེ་ཆོག་ཅིག། རྩ་བ་ཉིད་ནས་མ་རེད། ད་སངས་རྒྱས་ཀྱི་ཆོས་ཟེར་དགོས་ནོ་འདི། ངའི་རྣམ་ཤེས། གཟིགས་ད་ལས་གཅིག་ཡོད་ནོ་འདི། ཚུལ་དང་མཐུན་པ་གཟིགས་དང། དོན་དང་ལྡན་པ་གཟིགས། ཕན་པའི་རང་བཞིན་ཅན་གཟིགས། ད་ཡོངས་གྱུར་ར། དེ་ཡང་སྨོན་ལམ་བརྒྱབ་ནས། ལས་བཞག་ན་གཟིགས་དང། སྒྲིག་འཛུགས་གཟིགས་ག་ར། ད་ཕྱི་ཟེར་དགོས་འདི། འདི་ཆོག་དང་འདི་མི་ཆོག་ཟེར་ད་ལས། བཀའ་བཏང་ནས་ལས་དང་གཟིགས་མ་རེད། འུ་ཟོ་རྣམ་ཤེས་དེ་བས་སྐྱོ་ཡོད་ད་ལས། དང་རང་འུ་ཟིག་ཐོག་བསམ་བློ་བཏང་ད་ལས། གཞི་རྩའི་ནི། དེ་ནས་བསམ་པའི་འཁྱེར་སོ་བསྒྱུར་བཅོས་གཏོང་རྒྱུ་ད་དུ་མོ་ཟིག་རེད་ལ། ད་དུ་མོ་ཟིག་འདི་ད་གཟོ། སངས་རྒྱས་ཀྱི་ཆོས་ཟེར་པོ་ནོར་དུ་ད། དེ་ནས་སློབ་སྦྱོང་ཡོད་ད་ལས། བསམ་བློ་མ་བཏང། ཆོས་དེ། ད་དབུས་སྤྱི་ཟིག་ན་ར་ཆོག་གི། ཉམས་ལེན་ཟིག་ན་ར་ཆོག་གི། ད་ཐུང་ངུ་ཟིག་འདི། སངས་རྒྱས་ཀྱི་ཆེད། སློབ་སྦྱོང་ཡིག་སྐྱོ་འདི། ཧ་ཅང་གལ་ཆེན་པོ་རེད། ཆོས་ལ་དད་པ་ཡོད་པ་ཙམ་གྱི་འགྲིག་ནི་མ་རེད། གོམས་གཤིས། ཅིག་སོ་གྱི་འདྲ་ཟིག་རེད། འགྲིག་གི་ཡོད་ནི་མ་རེད། སློབ་སྦྱོང་ཡིག་སྐྱོ་དེ་ཧ་ཅང་གལ་ཆེན་ནི་རེད། ད་དུམ་མོ་ཟིག་འདི་ཚ་ཚོ། ད་དེ་རང་དེ། ཆུ་ཚོགས་གོ་སྐབས་ཟིག་ཡོང་ནོ་འདི།

དེའི་ནང་ལ། ཐ་ན། Galaxy Z ཞེས་ཀྱི་དང་གཟུགས། འཛམ་གླིང་བར་གྱི་བྱེ་བ་ཕྲག་བརྒྱ། སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་བཟོས་ང་ཚོ་དཔེ་ཆ་ནང་ན་གསུང་གི་འདི་ལགས་ནོ་དེའི་མཚོན་པས། དཔེར་ན་ནམ་མཁའི་སྐར་ཚོགས་གྲངས་དང་མུ་མེད་པ་མཐའ་མེད་པ་དུ་མུ་དུ་སུ་འདི་གའི་འགྱུར་འགྱུར་བ་ནི་རེད། ལོ། ཐེར་འབུམ་ཁྲི་ཕྲག། མ་ངོ་ནང་ལ་དུ་ནི་འདི་གའི་འགྱུར་འགྱོག་གི་ན་ཟིག། དུས་ཀྱི་རང་བཞིན་པ་རེད་ཁོ། ཉེ་བའི་རང་བཞིན་རེད། ད། དེས་ན་ང་གཟུགས་གཉིས་འགྲོ་བ་ཆགས་ནས། འཛམ་བུ་གླིང་འདི་གི་དུ་བ་དངོས་ཡོད་གནས་ཚུལ་ལ་ཕལ་ཆེར། ད་ལོ། དུང་ཕྱུར། ལྔ་བཅུ་ཙམ་ཟིག་སོང་ཡོད་ནི་ཡིན་ནི་རེད། སྦི་ལིན་ལྔ། ད་ལྟ་མོ་སོང་བ་ནི་རེད། མིའི་འགྲོ་བ་ཆགས་ནས་ཕལ་ཆེར་སྦིར་ལངས་གཅིག་ཟིག་རེད། འཛམ་བུ་གླིང་གི་ཉི་མ་འདི། འདི་ལ་ཆགས་ནས། ཉི་མ་འདི་ཆགས་ནས་ལོ་ཕལ་ཆེར་སྦིར་ལི་ན་ལྔ་སོང་ས་རེད། སྦིར་ལི་ན་བཞི་དུ་ཟུར་ལྔ་འཛམ་བུ་གླིང་འདི་ཐོག་མ་ད། མིའི་གི་འཕོངས་འདྲ་བོ་ཆགས་ནས་འདི་འདྲ་འདི་འདྲ་ད་ད་མོ་ཡིག་ཡིག་ཡིག་ཡིག་ཡིག་འགྱུར་བ་སོང་ནས་ད་སྦིར་ལི་ན་གཅིག་ཙམ་ཟིག་གི་གོང་ནས། འདི་ནས་སོ་མ་ད། སྲོག་ཆགས་ཕྱག་རྒྱ་ཞིག། ཐོག་མ། ཤེད་ལ་ནུས་པའི་སྲོག་ཆགས། དེ་ནས་རིམ་པས་རིམ་པས་སྐམ་ལ་ནུས་པའི་སྲོག་ཆགས། དེ་ནས་རིམ་པས་རིམ་པས་འགྱུར་བ་སོང་སྟེ་མིའི་འགྲོ་བ་ཆགས་ནས། ད་མིའི་འགྲོ་བ་ཆགས་ནས་ལོ་ས་ཡ་ལོ་ས་ཡ་གཅིག་གཉིས་སོང་བ་ན། རེད་ལ། ད་མང་བ་ཡང། ད་ལོ་ས་ཡ་གཅིག་གཉིས་འདྲ་བོ་ཆགས་བཞིན་པའི་མཚམས། དེ་ནས་ཉི་མ་འདས། དེ་ནས་མང་བ་འབྱུང་འགྱུར། ཕལ་ཆེར་ལོ་བྷི་ལིན་ལྔ་ཙམ་འདས་གོ་གྱུར། རྟ་སྦལ་ལན་སེར་ཚ་ཚ་འུ་གཟུགས་རྐྱང་ཁ། དུང་ཕྱུར། དུང་ཕྱུར་ཅི་ལ། ས་ཡ་གཅིག་ཨོ་ཚད་ཀྱི་ཡོང་ནི་མ་རེད། ད་དུང་ཕྱུར་གཅིག་ལ་ཨོ་ད་ཁྲིག་ལན་ཁྲིག་ལས་གོ་ཁ་ར། ས་ཡ་བཅུ། ས་ཡ་བཅུ་ལ། ད་ང་ཚོ་ཁེ་བཟང་ཆི་ཁུ་ཨོ་ས་རེད། ཨ་ཧ། དུང་ཕྱུར་བཅུ་ལ་ས་ཡ་གཅིག་བྱེད། དུང་ཕྱུར་བརྒྱ་ལ་བྱེ་བ་གཅིག་བྱེད། དུང་ཕྱུར་སྟོང་ལ། འདི་ནི་ཚིག་ཡིན་དུ་བཏག་གོ། དུང་ཕྱུར་སྟོང་ལ་གཟིགས་ཁ་བྱ་བྱེད་ནི་འདི་རེད་ད། ཁྲི་ཕྲག། ཐེར་འབུམ་ཐེར་འབུམ་ཆུང་བ་གཅིག། དུང་ཕྱུར་ཁྲི་ཞིག་ལ། ཐེར་འབུམ་བྱེ་བ་གཅིག།

ཁྲག་ཁྲིག་དང་ཐེར་འབུམ་འདྲ་མོ་ད་ལྟ་མོ་ད་བརྩི་རྒྱུ་ཡིན་ན་མ་གཏོགས་གཞན། ད་ཐུང་མོ་ཟིག་རེད། ཨ་ད་ཐུང་མོ་ཟིག་འདྲིས། གང་ལྟར་ད་ཨིན་ཇིའི་ཁེ་ཤ་ན་བཟང་ཞིག་རེད་ད། བི་ལིན། འབྱུང་འགྱུར་བི་ལིན་སྔགས་ཀྱི་ནང་ཉི་མ་དེ་མེད་པ་ཆགས་ཀྱིན་པ་རེད། འཛམ་བ་ལང་ཡོངས་རྫོགས་འདྲ་བོ་ད་ཡང་རྒྱལ་བ་འགྲོ་ཡི་དུས་ཚོད་ད་ཡོང་ཐོག་ག། ཨ་ད་ང་ཚོ་གཉིས་འགྲོ་བ་དེ། ཨ་དེའི་ནང་ལ་དུས་ཚོད་ཐུང་ཐུང་འདྲ་བོ་ཟིག་གི་རང་ལ་མི་འགྲོ་བ་ཟིག་ཆགས། ད་མི་འགྲོ་བ་ཆགས་པའི་རང་དེ་མྱི། ད་སྲོག་ཆགས་རིགས་འདྲ་མི་འདྲ། ཧ་ཅང་མང་བོ་ཡོད་རེད་ལ་སྟོང་ཕྲག་མང་བོ་ཡོད་ནི་རེད་སྟོང་ཕྲག་ཁྲི་ཕྲག་ཕར་ཕྱིན་འབུམ་ཕྲག་མང་བོ་ཡོད་ནི་རེད་རིགས་འདྲ་མི་འདྲ། ད་དེའི་ནང་ནས་མྱི། རིགས་དེ། བསམ་བློ་ཆེ་ཤོས་དེ། མྱི་གི་ལག་པ་ད་ཆེ་ཤོས་ཡིན་འདུག་ནི་རེད་མྱི་གི་ལག་པ་དེའང་ཐོག་མ་མྱི། ཅིག། སྤྲེའུ་དང་འདྲ་མིན། པི་ཀོའི་རིགས་འདྲ་བོ་དུམ་བུ་ཟིང་ཐག་རིམ་པས་རིམ་པས་འགྱུར་བ་སོང་བ་དག་ལས། ད། འདས་པའི་ལོ་འབུམ་ཕྲག། ཁ་ཤས་ཤིག་གི་ནང་ལ་ད། ང་ཚོ་མིའི་ཡང་བསླབ་པ་འདུ་མུག་ཏུ་ཆགས་ཀ་ད་ལས། དེའི་རྐྱེན་གྱི། བསམ་བློ་མང། གཟུགས་དང་ཐབས་ནི་གཟུགས། ད་ལོག་དོགས་དཀའ། དེའི་རྐྱེན་གྱི། དོགས་པ་ཧ་ཅང། མང་ཡང་ལས་འདི་ནི། དོགས་པ་ཧ་ཅང་མང་ཡང་དགོངས་དོན་དེའི་རྐྱེན་གྱི། སེམས་ཀྱི་ཡ། དུ་ངེས། འདྲ་མི་འདྲ་མང་ངས་ཡོང་གི་འདུག་ནི། རེ་བ་མང་ངས་ཡོང་གི་འདུག་ནི། དེ་འདྲ་གི་རྐྱེན་གྱིས། དེ་ནི་མིའི་སྤྱི་ཚོགས་ཀྱི་ནང། སེམས་ཅན་དང་གཞན་པ་གི་སྤྱི་ཚོགས་དང་མ་འདྲ་བ། མིའི་སྤྱི་ཚོགས་ཀྱི་ནང་དཀའ་ངལ་མང་བོ་ཟིན་འཕྲད་ཀྱང་འདུག། འོ་ད་དེ་ནི་ཐ་ན་རིམ་པས་རིམ་པས་མིའི་སྤྱི་ཚོགས་ཀྱི་ནང། དམག་དཔུང་འདི་གའི་གསོ་རེས་བྱུང་འདུག་དམག་འཁྲུག། སྲིད་དགོན་འདི་ངའི་སྤྱི་ཚོགས་ནང་བྱུང་ནི་རེད། ད་དུད་འགྲོ་གི་རིགས་ཁ་ཤས་ད་ཁོ་རང་ཚོ་ཆུང་ཆུང་ཆུང་ཆུང་ཁྱི་ཡི་ད་ལས་ཕྲུ་ག་འགྱོག་རིན་ཡོང་གི་རེད་མ་གཏོགས་ཉོན་ནང་བཞིན་དེ་འདྲ་གི་ད་ཕྲུ་ག་ཆེན་པོ་འགྱོག་གི་འཛུགས་ད་ཡག་ནི་མ་རེད། གཡང་གི་ལྷག་དཀར་ཅན་ད་ཐོག་མ་ད་ཆུ་སེར་པོ་ནར Stone Age སི་སྡོད་གི་ད་དེ་རིགས་འདྲ་བོ་གཅིག་སྡོད་བའི་སྐྱོད་བྱེད་གོ་ནོ་གི་དེ་རིགས་གཅིག་ད་ནི་ལྟ་མོ་ཡི་གི་ཡི་གི་ད་ལྕགས་རིགས་བེད་སྤྱོད་གོ་ནོ་དུ་བྱུང་ནས་ད་ནི་མཚོན་ཆ་གི་རིགས་འདྲ་མི་འདྲ་བྱུང་ཡིན། མི་མཐུན་ནི་ཚོར་བྱ་ཡར་རྒྱས་ཤིན་ཏུ་གི་འབྲས་བུ་ལ། ཐ་མི་དཀྱིལ་ཚོགས་ཀྱི་ནང་དུ་ལ། བཀག་ཅིང་བཀུག་གི་མི་ཚུལ་ནི། འཁྲུལ་བཀག་གི་འོག་ནས། གཏོར་བཤིག་གཏོང་རྒྱུ་དེ་ད། བསམ་ཡུལ་ལས་འདས་པ་བློ་ཡུལ་ལས་འདས་པ་གཟིགས་ད་ཆགས་པ་ནི་རེད། ད་ང་བཟོ། དུས་རབས་ཉི་ཤུ་རྩ་གཅིག་ག་འདི་གི་ནང་ལ་ཡ། ད། ཉི་མ་ང་གཟིགས་གི། འཛམ་བུ་གླིང་འདི་གི་སྟེང་ལ། ད་འཚེ་བ་སེ་གོང་དུ་འདི་མི་རག་གི་སེ་ན་གཟིགས། ཉི་མ་ང་གཟིགས་གི་སེ་གོང་གཟིགས་རེད་ལ། དམག་འཁྲུག་གི་འཚེ་བའི་ལམ་ནས་དམག་སྲོལ་ཁྲག་རྒྱུད་རི་དྭགས་ལས་མི་རྐང་ཟེར་རྒྱུ་དེ་ཧ་ཅང་དཀའ་མོ་ཟིག་ཡིན་པ་དེ་ལྟ་མྱོང་བས་གྲིབ་ནས་ད་ཚེ་མི་ལ་ཞི་བ་ཟིག་དགོངས་ནོ་དེ་ལམ་ཁ་ལ་ཡ་དོ་སྣང་གསར་བ་ཟིག་འཛམ་བུ་གླིང་འདི་གང་ད་ཡིན་གོ་ད་བ་ཁ། དེ་འདྲ་ཟིག་དེ་ཚོ་ཡིན་པ་རེད་དེ་ཙམ་དུ་མ་ཟིག་པའི་འཁོར་ཡུག་ཟིག་གོ་ནོ་དེ་ད་གནད་འགག་ཟིག་ཆགས་འགོ་ནི་རེད་མི་གྲངས་ཀ་ད་ཧ་ཅང་འཕེལ་རྒྱས་སོང།

ཞྭ་ཡི་ཁ་ཞིག་གི་ས་ག་ཡོ་གི་སི་གོ་ག། དེ་རྩ་བ་ནས་འཇོག་ནི་མ་རེད། ཡི་འཇོག་ནི་མ་རེད། ཕན་ཐོག་རྩ་ནས་ཡོང་ནི་མ་རེད། ཞེས་གསུང་ང། ཧ། ཅི་རེད་བ་ད། ཧ། ད་ཐུ་མོ་གཟིགས་ས་ཚོ། འཛམ་བུ་གླིང་འདིའི་སྟེང་ལ། རྟ་ཐང་མ་འདྲ་ཡོང་གི་ད་བ་ནི། ཅི་སྙན་མ་ཡིན་ན། ཅིག་ལུང་བ་སོ་སོ་གི་དོན་དག་ལ། ད་ཤོག་ལེའི་སྟེང་གི་ད་ལི་འཁྲུ་ཀ་རྒྱལ་བའི། ནགས་གསོད་ཁྲག་སྦྱོར་དེ་ཡིན་ན་དཔའ་བོ་ཚགས་ཐུབ་རྒྱུ་རེད་བསམ་པ་འདྲ་བོ། ནགས་གསོད་ཁྲག་སྦྱོར་གོ་གི་ནས་རང་ཉིད་ལ་རྒྱལ་ཁ་ལོན་རྒྱུ་རེད་རང་གི་རྒྱལ་ཁ་དེ། གཏན་དུ་རྒྱལ་བའི་རྒྱལ་ཁ་རེད་བསམ་པའི་བསམ་པ་དང་ཟླ་དྲན་དང། དེ་འདྲ་གི་རྟགས་དེ་ད་ཕར་ཕྱིན་འགྱུར་འགྲོ་གི་ནི་རེད་ཕྱི་ཟིག་གིས་ཟིག་ན་ཉེ་བའི་གནས་ཚུལ་ཁོ་རང་ད་འགྱུར་འགྲོ་གི་ནི་རེད་ད་དེ་འདྲ་ཟིག་གི་དུས་ཚོད་ཟིག་ད་རེད་ལ་ཟིག་ད་དེ་འདྲ་ཟིག་གི་དུས་ཚོད་གི་ནང་ང་ཚོ་འོ་ལ་ཆགས་བཞག་ན་ཡང། ཨ་ད་འཛམ་བུ་གླིང་འདིའི་སྟེང་གི་གཅིག་དྲང་བདེན་གི་སྐད་ཆ་མེད་ལ། རེད་ལ། ཅིག་སྟོབས་ཀྱི། དེ་ནི་ད་དབང་རྒྱུ་རེད། སྟོབས་ཤུགས་ཀྱི་ཐོག་ནས་ཐག་གཅོད་བྱེད་པ། ད་དེ་འདྲ་ཞིག་གི་ཐོག་ནས་འཛམ་བུ་གླིང་འདིའི་སྒང་ལ་ཤུགས་ཆེན་པོ་ཆགས་ཡོང་ས་སོ། གནས་སྟངས་འདིའི་འོག་ནས་ང་ཚོ་འོ་གག་གནས་སྟངས་དེ་ཡང་ད་དཀའ་ངལ་ནང་ལ་ལྷུང་འགྲོ་ནས་གནས་སྟངས་འདི་ཆགས་ནི་རེད། ད་ང་ཚོ་མི་རབས་དེ་དེ་འདྲ་ཞིག་གི་ད་དུས་ཚོད་སྒང་ལ་ཐོན་གདའ་ནི་རེད། ད་དེ་འདྲ་གི་དུས་ཚོད་འདིའི་ནང་གི་མི་རབས་ད་དཔེར་ན་ངའི་མི་རབས་ནས་བརྩིས་པ་ཡིན་ན། ད་ངའི་མི་རབས་འདི་ལྟ་འདི་གའི། མགྱོགས་གི་ཟླ་བ་འདི་རེད། ངའི་ལོ་ཚོད་ཙམ་གྱི་མྱི་དུ་མོ་དེ་ཚོ། མྱི་ཚེ་གསུམ་རྫོགས་ཚར་ནི་རེད། ད་མྱི་ཚེ་གསུམ་ཞིག་ལྷག་ན་ཨང་ཀི་དང་བོ་རེད། དེ་གའི་ད་མགྱོགས་གི་ཟླ་བ་འདི་རེད། ས་ཡིན་ན་ཡང། མིའི་རིགས་མུ་མཐུད་ནས་འདུག་དགོས་ནོ་ལྟར། ང་ཚོ་བོད་ལ་ཆགས་བཞག་ན་ཡང་མུ་མཐུད་ནས་འདུག་རྒྱུ་རེད། ད་ཁྱེད་རང་ཚོ་འདས་བ་ནང་དེའི། བོད་མི་རིགས་མི་རོགས་གསར་བ་དེ་ཆགས་པ་ནི་རེད། ད་ང་ཚོ་མྱུར་བ་འདི། དུས་རབས་ཉི་ཤུ་བར་དུ་རྟོག་གེ་འཁོན་འདྲ་ཅིག་རེད། ཁྱེད་ཚོ་མྱུར་བ་འདི། དུས་རབས་ཉི་ཤུ་རྩ་གཅིག་གི་ཁོངས་ལ་རྟོག་གེ་དང་ཆགས་པ་ནི་རེད། ཁྱེད་ཚོས་མྱུར་ཚད་གནམ་གཤིས་དེ། དུས་རབས་ཉི་ཤུ་རྩ་གཅིག་གི་ནང་སྟོན་དགོས་ནི་རེད། ད་ཚེ་ཚོ། གཞོན་སྐྱེས་གཞོན་སྐྱེས་དེ་ཚོ་རིགས་གཅིག་བྱས་ན། དུས་རབས་ཉི་ཤུ་རྩ་གཉིས་བར་དེ་རིགས་ཀྱི་ཡང་ན་མེད་ན། ཕལ་ཆེར་རེ་ཟུང་རེ་ཟུང་གི་དུས་རབས་ཉི་ཤུ་རྩ་གཉིས་བར་དེ་རིགས་སྲིད་ཐུབ་པ་རེད། གཞན་ཁྱེད་རང་ཚོ་མང་ཆེ་བ་འདི་ནང་འདི་དུས་རབས་ཉི་ཤུ་རྩ་གཅིག་ག་འདིའི་ནང། ད་ཡ་ར་འཚར་རེ་ད་ལས། དུས་རབས་ཉི་ཤུ་རྩ་གཅིག་ག་འདིའི་ནང་ཚུད་ལ་རྣམ་དཔྱོད་སྟོན་རྒྱུ་ཡོད་ན་མེད་ན་དེ་དུས་རབས་འདིའི་ནང་ལ་བརྟེན། དེ་ནས་དུས་རབས་འདིའི་ནང་ལ་ཕལ་ཆེར་ད། ཚར་འགྲོ་རྒྱུ་རེད། ཡང་མི་རབས་གསར་བ་ཟིག་ཡོང་གི་གདའ་བ་ནི་རེད་ལ། ད་ང་ཚོ་བོད་ལ་ཆགས་བཞག་ན། ངའི་བོད་སྐོར་ཅིག་བཤད་ན་འདོད་ད། ང་ཚོ་བོད་ལ་ཆགས་བཞག་ན། འཛམ་བུ་གླིང་འདི་ཡོངས་ལ་མི་རིགས་འདྲ་མི་འདྲ་ཧ་ཅང་མང་ཡོད་ནི་རེད། བོད་པ། ཡང་འཛམ་བུ་གླིང་འདི་འགའ་འགའ་མི་རིགས་ཅིག་རེད། ང་རང་ཚོ། གནས་ཚེ་ས་ཆ་དེ། ས་ཆ་གཞན་པ་དང་མ་འདྲ་བ་ཅིག་གི་ས་མཐོན་པོ། རྒྱ་སོག་ནི་ཡ་ར་བརྩིས་ན་མཐོ་ཚད་ལ་ཧ་ཅང་གི་མཐོན་པོ། དེ་དང་འབྲེལ་བའི། འཚོ་བའི་རོ་སྟངས་ལྟ་བུ་གཅིག། དུ་མོ་གཟིག་དང་ཡོ་ལི་དང་གཟིག་རེད། དེ་འདྲ་གཟིག་གི་ང་ཚོ་ཉེ་རིགས་དེ། སྤྱིར་བཏང་འུ་འབུག་གཞུང་ནས་བཤད་ནོ་ཡིན་ན། ཕལ་ཆེར། ཆོས་རྒྱུད་ལ་གཉའ་ཁྲི་བཙན་པོ་གཉའ་རི་བཙན་པོ་གཞུང་ནས་ཕལ་ཆེར་ལོ་སུམ་སྟོང་ཙམ་ཟེར་དགོས་ག་ཟེ་རེད་ཡ་མཚན་སུ་དང་མི་འདྲ་འཛི་དགོས་གི། ད་རུང་དུས་གང་ལ་ཡ། བོན་གྱི་ཞིང་གཞུང་གི་རྒྱལ་ཐོག། མི་ངལ་བྱེད་གི་ཧ་ལམ་མྱི་ཤི་སྐོར་ཚིག་བཤད་ཀྱོག་གི། ད་གང་ད་བོད་མི་རིགས་འདི་ཅིག་ལོ་སྟོང་ཕྲག་བཞི་ལྔ་ཟིག་སོང་གདོང་ནོ་ད་དོན་དེ་རེད། ངེད་མ་ངེད་མ་ང་རྒྱ་མི་ཟིག་ཐིག་ནི་རེད་རྒྱ་མི་ས་གཤིས། ཉམས་ཞིབ་ཡེ་ནི་ཟིག་ས་འོག་གི་གནའ་རྫས་ལ་ཉམས་ཞིབ་ཡེ་ནི་ཟིག། Archaeologist ཟེར་གོ་ག Archaeologist ཧོ་ཏི་མོ་ཟེར། ཧོ་ཏ་སྤྱི་ལོ་ཞེ་སྟོང་དགུ་བརྒྱ་བདུན་ཕྱི་ནང་ལ་རེད་ཁོ་ཐུག་ནུ་དེ། ཁོ་གསང་བ་འདྲ་ཡིན་ནི་ང་ཐུག་ནི་རེད་བོ་ཁི། བོད་ནང་གི་ས་ཁི་ཁ་ཤས་ལ། ས་འོག་ནས་ཐོན་ནུ་གི་གནའ་རྫས་དེ་འདྲ། ཁོ་ཞིབ་འཇུག་ཡིན་ནུ་ཡིན་ཟི་དཔའ་དེ་འདྲ་འཆང་བོ་ཁི། ཁི་ད་ལྟ་ཉེ་དག་ནུ་གི་གནའ་རྫས་དེ་གཟུགས་རིག་དེ་ལོ་བརྩིས་བ་ཡིན་ན་ལོ་སྟོང་ཕྲག་བདུན་བརྒྱད་སོང་བ་ཁི་ཟེར། ད་ལྟ་མོ་ལིག་འདི་ཁེ་ང་ལ། ཁོ་ང་སང་བ་ཡི་ཐིག་ན་རེད་ལ། ཁེ་ད་ནི། སྐད་མགོ་ཆུང་ཆུང་ཡོད་ད་ལི། ང་ཤ་ཁྱི་ཟི་ག་ད་ནི། ཧོ་ཀི། ད་སྤྱི་ཚོགས་ཀ་འཕེལ་རྒྱས་སེ་གོ་ན་རེད། Civilization སེ་གོ་ནོ་འདི། ད་ནི་རྒྱ་ནག་གཞུང་གི་ཐོག་རྒྱ་ནག་གཞུང་གི་ཤ་སེ་ལ་ཡིན་ན། རྒྱ་ནག་ནང་ཁུལ་ནས་སེ་ར།

ད་དེ་འདྲ་ཡིན་དྲིས། ཧ་ཧ་ཧ། ཨོ་རེད་ད། ཁྱེད་རང་ཚོ་རྒན་པ་ཚོ་ད་ངའི་རྒྱུན་དུ་བཤད་གོ་ནོ་ད་གོ་མྱོང་ཡོད་ནི་རེད། ཡིན་ནའང་ཁྱེད་རང་ཚོ་བཤད་ཡིད་ཆེས་ཅིག་བྱེད་ན། དགོས་ཀྱི་མ་རེད། ངས་གཅིག་བཤད་ན། ཨ། སྔ་མོ། ཕྱི་ལོ་ཆིག་སྟོང་དགུ་བརྒྱ། ཨ། ད། བཞི་བཞི།

འོད་ལ་ད་རྒྱ་གར་ནས་བྲིས་ད་འདི་ཡོང་ནི་རེད། ཡོང་ནི་འདི་ནས་ཨབ་སི་ན་ད་གི་ང་ཚོ་ད་འཛིག་ཁྲི་ནས་རྒྱུ་ཡིག་དེ་འདྲ་གི་ཐོག་ལ་ད་གུ་འཁེལ་བ་ཡོར་ཟི་ད་ལིང། ཨབ་སི་ན་ད་གི་ལིང་གི་འདི་གི་རིག། ཡི་གེ་ཀློག་ཁང་ཟི་ལི་རྒྱུ་ཡིན་ནི་རེད། ཞང་ད་བ་ཀློག་ཁང་ཟེར་ནི་འཛིག་ཀློག་ཁང་དེ་ཀྱག་རྒྱོ་གི་དེ་ནི་དོན་དག་ལ་ཡ་དེ་ནི་མ་ར་ཞང་ད་བ་ཀློག་ཁང་ག་ཕྱིར་ག་ཟི་གི་ནི་རེད།

ལྷ་སའི་གཞུང་དེར་དེའི་ནང་ལ་ཉི་གི་འགྲོ་བ་ཆགས་ཚར་ནས་བཟུང། ད་ཐེངས་དུས་བཟོ་དཔེ་ཆའི་ནང་ལོགས་ནས་ཡང་དེ་ནས་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་ཉིས་བརྒྱ་ཙམ་ཕྱིན་པའི་མཚམས་ལ་ཡང་ཁ་བ་ཅན་གྱི་ཚུལ་དྲན་ནས་མིའི་འགྲོ་བ་དེ་ནས་རིམ་པས་ཆགས་ཡོང་གར་བྱེད་ཅིག་བཤད་སྲོལ་ཞིག་ཡོད་ནི་རེད་ལ། ད་དེ་དང་འགལ་བ་ཞིག་ཡོང་དགོས་ནི་རེད། ཞེས་གསུངས། དགའ་བ་དག་ཆིག་སེ་གོ་ནས་གཟིགས་ན། ངས་བསམ་ན། ངས་དུས་ཀྱི་འདི་གའི་འདྲི་ཤེས་རྒྱག་གི་ཡོད། དེའི་དགའ་བ་དེ་སེལ་ཐུབ་ལ་ཡ། བཅོམ་ལྡན་འདས་ཀྱི། དེ་ནས། ང་མྱ་ངན་ལས་འདས་ནས། ལོ་ཉིས་བརྒྱ་ཟིག་སོང་བའི་མཚམས་ལ་ཡ། དེ་ནས་ཁ་བ་ཅན་དུ་ཚུར་དྲིས་ནས་མི། འགྲོ་བ་ཆགས་ཀྱི་རེད་ཟིག་གསུང་གི་འདུག་སྟེ། ཕལ་ཆེར། ཡང་ཕྱོགས་གཅིག་ནས་མིའི་འགྲོ་བ། དམིགས་བསལ་འདྲ་ཟིག་ཡིན། གཉིས་ནས། དེ་ནི། ཁ་བ་ཅན་དེ་ཚོ་ཀྲི་ཟིག་འདུག་གི། ཁ་བ་ཅན་དེ། སྤྱི་མང་དུ། ཞེ་དྲག། དེ་ནི་ལྷ་སའི། འོ་ཐང་གི་ཚོ་ཟེར་ནོ་དེ། ལྷ་སའི་ཚོ་ཟིག་ཡོད་ཐག་ཆོད་རེད། འོ་ཐང་གི་ཚོ་ཟེར་དགོས་ནོ་དེའི་གོང་ནས། དེ་ནི་རིམ་པས་རིམ་པས་གི་ཚོ་དུ་མར་གྲི་གི་རེད་ཟིག། ཕ་ཆེ་དུ་མོ་ཟིག་ལ་སྦྱར་བ་ཡིན་ན་འདྲ་བོ་ཆགས། ད་ལྷ་ས་ཡ།

སྤྱིར་བཏང་ང་རང་ཚོ། Anthropology། ཟེར་ནས་དེ་བཤད་པ་ཡིན་ན་ཕལ་ཆེར་འོག་གི་ཉེ་རིགས་ནང་མཁན་ན་ཡང། ཆ་སྔ་བྱུང་བའི་རིགས་རིས་མི་འདྲ་བ་དེ་འདྲ་ཕལ་ཆེར་མེད་འགྲོ། དཔེར་ན་ང་ཚོ་སྤྱིར་བཏང་སྦྱོང་བའི་ཆ་ནས་ཙག་གེ་ཙི་གེ་ཁྱད་པར་དག་ཡོང་གི་རེད་དེ། སྤྱིར་བཏང་དཔེར་ན་རུས་སྦྲུམ་གྱི་སྒྲོག་སྟངས་དེ་ཡང། དབུས་གཙང་གི་མྱིའི་རུས་སྦྲུམ། ཁམས་པའི་རུས་སྦྲུམ་ཨ་མདོའི་རུས་སྦྲུམ། དང་ཙི་གེ་ཙི་གེ་མི་འདྲ་ས་ཡོད་ཁ། ལྟ་ཞིབ་ཚོགས་པའི་བརྡ་ལས་ངལ་རྩོལ་ཞིབ་འཇུག་ཡིན། ལོ་ཡར་ར། ཆིག་གསེར་དགུ་ནོར་རྟ་བརྒྱ་ཕྲག་སྟོང་ཕྲག་ཡར་ར། དེ་ནས་གུས་བརྩི་ཞིབ་འཇུག་ཙི་གེ་བྱས་ན། ང་རང་ཚོ་ཡང་མི་ཡོ་གདོང་དཀྲིགས་ཟེར་ནོ་དུ་མོ་ག། ང་ཚོ་རིགས་རྩི་སྐྱོང་ནི་རེད། ཅིག་དེ་འདྲ་གི་ཐོག་ནས། དེ་འདྲ་ཡིན་ནི་ད། ཅིག་འགྲེལ་བཤད་རྒྱག་རྒྱུ་ནི་མིན་འགྲོ་ད་གང་ལྟར་ད་ནངས་བཤད་རྒྱུ་འདི། ལྷ་ས་འོ་ཐང་གི་སེ་སེ་གོང་ནང་འདི། མ་ར་དང་མོ་ཡི་གི་ཡི་གི་ཡོད་དུ་ནི། དེའི་སྟེང་ལ་ད། ཅིག་གཙིགས་ལ་ཁང་བྱང་གིས་མཚོན་པའི་དེ་ཚོའི་རིགས་འདི་ད། ད་ཞིག་ནི་ཤག་ནང་ས་བོ་ངོ་མ་རེད། ལྷ་སའི། ད་གཞུང་དེ། ཚོ་ཡིན་པ་དེ། ཡང་ངས་ཅིག་གསལ་བོ་བཤད་ཀྱི་ཡོད། ཁྱི་ལོ་གཅིག་སྟོང་དགུ་བརྒྱ། ལྔ་བཅུ་ང་གཉིས་ང་གསུམ་གྱི་སྐབས་ལ་ཡ། རྒྱ་མི། ཧ། ད་འོ་ལ་ཡོང་ཚར་ནི་རེད། རྒྱ་མི། ཡང། ཅིག་ས་གཤེན་ལས་ནི་དུ་མོ། ས་ཆ་ཞིབ་འཇུག་ཡིན་ནོ། ཅིག་གཏེར་ཁ་ར་དུ་མོ་ཞིབ་འཇུག་ཡིན་ནི། དུ་མོ་ཚོགས་ཁག་ཅིག། ལྷ་ས་ཡ་ར་འགྱོ་རེད། དེ་ནི་ལྷ་ས་གི་ཉེ་འཁོར་དེར་དེ། ད། ཉམས་ཞིབ་ཡི་ད་ལི། ལྟར་ཁོ་ར་སོང་བ་རེད། དེ་ནི་ཡར་སྐུ། ཉག་རིའི་ཕུག་ཉག་རི་སེ་ཡི་ནི་ཟོ་འདི་ལྟ། ཕན་པོའི་གོ་ལ་གི་རྒྱལ་རྒྱུད་ཉག་རི་སེ་གོ་ནོ་དི། ཕལ་ཆེར་དི་ཡིན་ན་དི་དོག་དེའི་ཕུག་དི་བ་ཟིག་ཡིན་ན། ཅིང། རི་མཚམས་ཟིག་ན་ཡང། ཁེ་འདི་མང་སུ་ཉེ་དང་ཟིག། རྡོ། དེ་ཤང་གི་ལོ་མ། ད་སེ་བ་ཧ་ལེ་བ་ཡོ་ན་ཟིག། གང་དེར་ད་ཤང་གི་ལོ་མ།

ལྷ་སའི་དབྱིངས་ཀྱི་རི་དྭགས་གཟུགས་རིག་ད་ལྟ་དཔེར་ན་ལྷ་སའི་བྱང་རྒྱུད་ཀྱི་རི་དྭགས་གཟུགས་ད་ཕལ་ཆེར་ཨ་དེ་རེད་ད་ར་སྐམ་པོ་འདྲ་ཟིག་རེད་ཨ་ད་ལྷ་སའི་ལྷོ་རྒྱུད་ཁ་ཤས་ད་སྤང་དུམ་བུ་ཡོད་ན་མ་གཏོགས་གཞན་བྱང་དུ་ཟོམ་མང་ཆེ་ད་ཤིང་ཚོམ་བུ་ཆུང་ཆུང་གི་མ་གཏོགས་གཞན་ད་ཚང་མའི་གཟུགས་འདྲ་ཟིག་རི་ག་ཟིག་གར་ས་སྔ་མོ་དུམ་བུ་དེ་མཐའ་ན་ཡང་ནགས་ཚལ་ཡོད་ལྡང་ནས་ཤི་སོང་ཨ་ནགས་ཚལ་གྱི་འོག་ནས་ཡང་མཚོ་ཡིན་ནས་ལྡང་ཟིག་དེ་ར་འཕྲོད་ར་འཕྲོད་བྱུང་ནི་རེད། ཤང་གི་ལོ་མ་ཟིག། དེ་ནས་ཆུ་ནང་མ་ར་ཧོང་ཡིན། དེ་ནས་ཁོ། མ་རུ་བ་ད་ལེ། ཅིག་འདི་འབག་ར་དུ་མོ་ག་མ་ར་ནང་ནས་ད་ལེ། ལོང་མ་སོང་བ་ད་ལེ་ད་ན། ཁོ་རིམ་པས་རིམ་པས་རིམ་པས་གི། རྡོ་གི་ལོག་རྒྱོག་ག། རེད་ལ། ཤང་གི་དོང་བོ་དེ་འདྲ་ཡང་རྡོ་ཆག་རྒྱོག་གི། ལོ་མ་དེ་འདྲ་ཡང་རྡོ་ཆག་རྒྱོག་ག། ས་ད་དེ་འདྲ་གི་ལོག་རྒྱོ་ལོ་ས་མང་ལོག་རྒྱོ་བོ་བ། དེ་འདྲ་སོང་ལོ་ས་ཡ། མ་ངུ་གོང་ལ། ལྷ་སེ། གཞུང་འདིར་དུ་རྒྱ་མཚོ་ཡིན་པ་དུ་གསལ་བོ་རྒྱ་མཚོ་ཟེར་ན་མ་རི་མཚོ་ཡིན་པ་དུ་ཁོ་ཐག་རེད། དུ་མོ་ཟིག་ཡིན་པས་རིམ་པས་རིམ་པས་གི་ད། ལོ་ཁྲི་ཕྲག་ཁྲི་ཕྲག་ནང་སྟོང་ཕྲག་ཁྲི་ཕྲག་ནང་ལ་དུ་ནི་ད་མོ་ཡིག་ཡིག། གང་དུ་ཟུག་རིག་དེ་ར་མ་ར་ཤི། ད་དུ་རིང་མཚོ་ཟིག་ཡིན་ན། ད་མཚོ་ཆུ་ཟིག་དོན་གྱི་ན་ཧེང་དུ་ཟུག་ཆུ་མོ་ཟིག་ཡིན་ན། ད་འདི་གི་མ་ར་སོང་ནོ་དུ།